དེ་རིང་ང་སྐད་ཆ་གལ་ཆེན་པོ་འདུག་བཤད་ཡོད་ཙང་ཁྱེད་རྣམས་པ་གིས་ངེད་ཀྱི་དྲ་རྒྱ་འདི་ཤེས་བྱས་ཡ་དྲན་པ་མ་བྱེད་པ་གནང་རོགས་བྱོས། ཨ་ནི་ངེད་ཀྱིས་ད་རེས་ང་རང་ལ་སྐད་ཆ་འདི་འདུག་ཟེར་ནས་ང་ཐད་དང་ལས་ཐོན་དགོས་ཡག་གི་རྒྱུ་མཚན་འདི་ད་དཔེ་གལ་ཆེན་པོ་ཡིན་རོགས་བྱས་ནས་ཤེས་བྱས་ཡ་འདི་དྲན་པ་མ་བྱེད་པ་གནང་རོགས་གནང་ཞོའི། ཨ་ད་ང་རང་ཚོ་བོད་རིགས་སྤུན་ཟླ། འཛམ་གླིང་གསར་ཤོག་ག་གསར་ལ་ཞུས་པ་ཡི་མཚམས་ལྷན་རྒྱས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ད་ད་ད་དངོས་གནས་ཡི་ད། གནས་ཚུལ་ཐོག་སྐྱོ་བ་ཅིག་ལ་ཡ་སི་ནོར་ནཐ་ལ་དངོས་གནས་ཀྱི་དམིགས་བསལ་ཡི་གོང་ས་མཆོག་གི་ཨ་ནི་སྐུ་ཡི་འཇའ་སྟོན་གྱི་ཆེད་དུ། ཨ་ནི་ཁོ་རང་ཅཀ་རི་པི་པི་ལི་ཀི་ཡི་བོད་རིགས་ཚོགས་པ་གི་ཨ་ནི་རྒྱུ་ལས་ཡིན། ལེགས། ད། ལན། གེ་ཁུ་བྱས་ཕ་ཨ་ནི་གོང་ས་མཆོག་འདི་ཁ་ལ་བཅའ་འདུག་བསམ་པ་ལ་ཡ། ཨ་ནི་དེ་གོང་ས་མཆོག་འདི་ཁ་བཅའ་མ་བྱུ་ཡ་དེ་པད་མ་སྲིད་ཚབ་ཆེན་ཆ་བོར་ཡ་དེ་ཆེ་ནི། ང་ད་རིང་ཡིན་གཅིག་ཡ་ནི་དེ་རང་ལ་ཡོང་དགོས་ཡ་རྒྱུ་མཚན་རེ་བོ་གཙོ་བོ་རེ་བོ་དེ་ཡིན་ར། ད་ང་ང་རང་ཚུ་ཡི་ད་ད་ཡི་ཨ་ནི། ད་ད། བདེ་སྲུང་ད་བཀའ་ཤག་ལ་རེ་བ་ཁ་ཤས་ཞུ་ཡ་ཡོང་པ། ཨ་ནི་དང་པོ་རེ་བ་དེ་མ་ཞུ་སྔོན་ལ་ཡ་ང་རང་ཚུ།

མི་དེ་གས་གོང་ས་མཆོག་ལ་རྒྱ་གར་ལ་རྗེ་ཁ་འགྲོ་གི་རེད་བསམ་ནས་བཀའ་དེ་ཡོད་རེད་ཡོད་ཨ། ད་ང་རང་བོད་པའི་ནང་ལོག་ལ་ཡ། ཨ་ད་ག་ནས་ཤེས་ཀྱི་རྒྱ་མི་གི་ཆ་ཤས་ཚོ་ག་རེ་ལབ་ན། གོང་ས་མཆོག་ལ་ཡ་ཨ་ནི་བོད་མི་དེ་ཚོ། དད་གུས་དང་བརྩེ་གུས་བླ་ཡག་གི་ཆ་ཤས་ཚོ་དེ་རེད་བ།

དེ་བཤད་ནས་ང་རང་ཚོ་ལ་ཕན་གྱི་ཡོད་རེད་དོ་གནོད་གི་ཡོད་ལབ་ན་ང་རང་ཚོ་དཔེ་མ་སྲིད་གནོད་གི་ཡོད་རེད་བ། རྒྱུ་མཚན་གར་བྱས་གནོད་གི་ཡོད་ལབ་ན། གོང་ས་མཆོག་ལ་དད་གུས་བྱས་ནས་བརྩེ་གུས་བྱས་ནས་ག་ཚད་ཉོ་རུ་འགྲོ་ན་རྒྱ་མི་ད་ག་ཚོད་དགའ་གི་རེད་བ། དེ་དགའ་དགོས་ཡ་དེ་ད་ང་རང་ཚོ་ད་ལྟ་བཙན་བྱོལ་གྱི་ལ་བསྡད་དེ་ངས་དེ་ཡ་གི་བཟོ་གི་བ་རེད་བ། ད་ལྟ་བར་དུ་བཟོས་རེད་ད་ལྟ་ཡ་བཟོ་གི་བ་རེད་ད་ཁོང་ཚོ་གིས། ད་ཡིན་ན་ཡ་ད་ཁ་སང་སུན་ཧ་ནི་ཐ་ལ་ནས་རྒྱ་གར་འགྲོ་ནས་ཁོང་ཚོ་གིས་རྒྱལ་ཁ་ཞུ་མ་བཅུག་ནས་དཀའ་ཡ་བྱེད་དོ་བ། འདི་ཀ་ཡ་འདི་ཡིས་ང་ཚོ་ལ་གནོད་ག་རེ་སྐྱེལ་ཏེ་ང་ཚོ་པད་མ་ལ་སོ་ཡག་པོ་འཁྱེར་དགོས་རེད་བསམ་གི་འདུག་ར། འདི་ཀ་ཡ་འདི་ང་ཚོ་ལ་གནོད་ག་རེ་སྐྱེལ་ལ་ན། ད་ཁོང་ཚོ་གི་ལ་ཡ་ལ་ཡ་ཨ་ནི་སུ་ནག་ནི་ཐ་ལ་གི་ཉེ་གཙང་དེ་འདྲས་ཅིག་བྲིས་འདུག་ཟེར་བ་དེ་ཡི་ཨ་ནི་ག་ལ་བ་རེད་ད་གོང་ས་མཆོག་ལ་ཆ་མེད་ཞུ་ཤ་ཟེར་ད་ག་ཟེ་ན་ཉེ་ཁ་ཡོད་ཟེར་འུ་འདུག་ཨ། ཡིན་པ་ཡིན་ཡང་ང་རང་གར་ཆེན་དགོས་ལགས་ན། ད་རེས་སུན་སྣང་དང་ཨ་འབྲུག་རྒྱ་གར་ལ་འགྲོ་ནས་ཁོང་ཚོ་གི་གོང་ས་མཆོག་ལ་མཇལ་ཁ་མ་སྤྲོད་ནས་བཀག་ཡག་འདི་ཆབ་སྲིད་རང་གི་ཡིན་པ་འདི་ང་ཚོ་ཚང་མའི་གི་མཁྱེན་གསལ་རེད་ད་ཆབ་སྲིད་རང་གི་དོན་དག་ལ་བཀར་ད། གནད་འགག་ཨ་ཡག་པོ་ཧ་གོ་དགོས། རྒྱུ་མཚན་གར་བྱེད་ལགས་ན་སུན་སྣང་ནི་ད་ཡེ་ཨ་ནི། ཁོ་རང་རྩ་མོ་པོ་ཅི་རེད་རོ་རྩ་མོ་པོ་ཁོ་རང་གི་འགྲེལ་བཤད་དཔེ་མ་སི་ཡག་པོ་རྒྱག་དོ་ཤོ་ལི་ཁ་ག་ཟི་རེད་ཤོ་ལི་ཁ་གདོན་རྒྱལ་ཟི་ལ་འགྲེལ་བཤད་དཔེ་མ་སི་ཡག་པོ་རྒྱག་དོ་དེ་ནག་ལོ་ལ་ཡང་གོང་ས་མཆོག་ལ་ཡང་ནི་དངོས་གནས་ཀྱི་འཚེ་མེད་ཞུ་བཞག་ཅུ་དེ་རྐང་བཅད་ཡོད་མ་རེད་ཡོ་ད་ཁོ་རང་ག་ལ་ལ་ལ་ན་རྒྱ་མི་དང་བོད་པ་གཉིས་ཆ་ག་འདྲའི་ཅིག་གི་སྒང་ལ་ཡང་ད་གནད་འགག་ཆགས་ཀྱི་ཡོད་མེད་དང་རྒྱ་མི་གི་ནི་ཆ་ཤས་ག་རེ་ཡིན་མིན་བོད་པ་གི་ནང།

དགུང་ལོ་གོ་བཅུ་ལས་ཕེབས་འདུག་བསམ་པ་དེ་འདྲའི་བེད་སྤྱོད་ལོག་པ་བཏང་ཡག་འདི་ཀྱི། ང་རང་ཚོ་བོད་ནང་གི་བོད་མི་ལ་བརྡ་ལན་ག་རེ་སྤྲིགས་དགོས་བ་རེད། ང་རང་ཚོ་གི་བཙན་བྱོལ་ནང་ལ་མི་སྦ་ར་གང་འདི་ཀྱི་ནང་ལ་ཨ་ནི་དཀྲུགས་ཤིང་ག་ཚིག་ཐེབས་དགོས་བ་རེད་འདི་ཀྱ་འདི་སོམ་སྟངས་ཡིན་པས་ར། འདི་ཀྱ་འདི་ལ་ཡང་དངོས་གནས་ཀྱི། ཅི། ཤ་ཚ་སྙིང་རྗེ་འདྲ་བ་ཡོད་ཁྱོད་རང་ཚོ་ལ་ཡོད་རེད་བས་ཡོད་མ་རེད། འདི་ཁྱོད་རང་ཚོ་ལ་ཤ་ཚ་སྙིང་རྗེ་ཡོད་རེད་བས་ཡང་མེད་ན་ཁྱོད་རང་ཚོ་སྐུ་ཕྱག་སྤྱི་བོ་གི་ཆེད་དུ་ག་རེ་ཡིན་ན་བྱེད་ཐུབ་དགོས་བ་རེད་ཟེ་ད། ང་རང་ཚོའི་མི་རིགས་འདི་ལ་ཡང་ག་རེ་ཡིན་ན་གནོད་སྐྱེལ་ཡ་འདི་ཁྱོད་རང་ཚོ་སྐུ་ཅག་སྐྱིད་པོ་ཆེད་དུ་རེད་བས། ཡང་ན། ད་སི་ནོ་ཨ་ནུ་ཐ། ཅེ་ཀི་རི་པིལ་གི་ལ་ནས་ཁོ་རང་གི་ནང་གི་བཟའ་ཟླ་ཁྲི་ར། ནང་མི་ཆ་ཚང་འདི་གོང་ས་མཆོག་མཇལ་ཁ་ལ་ཕ་ད་རང་ཚོ་ལ་བཅར་ཡོད་ད། ད་དེ་འདྲི་གི་དད་གུས་བྱས་ཉེས་དེ་འདྲི་གི་བརྩེ་གུས་བྱས་ཉེས་སེམས་པ་འདི་ལ་གོང་ས་མཆོག་ལ་དད་གུས་བརྩེ་གུས་དེ་འདྲི་བྱོས་ཉེས་ཅི་ལ་ཡ། ཨ་ནི་གོང་ས་མཆོག་མཇལ་ཁ་མ་བཏང་བ་འདི། ཨ་ནི་ཁྱོད་རང་ཟེར་གི་འཛམ་བུ་གླིང་ལ་བདག་ལས་ག་དྲིས་འགྲོ་གི་རེད་སྐད་ཆ་འདི། འཛམ་བུ་གླིང་གི་དོན་ལ་ཡ་བདུན་པ་བསྟན་ནས་འགྲོ་དངོས་ཤེས་ས་རེད་ཤེས་ས་མ་རེད་དེ་གས་ད་སོ་ནས་ཡག་པོ་བཏང་དགོས་རེད་ད་ངས་ཀྱི་ད་ལྟ། བདེ་སྲུང་ལས་ཁུངས་དང་དེ་གས་ལ། དེ་ཡིན་དུས་བསམ་པ་ལ་ད་སོ་ནུ་ཨ་ནི་ཐ་གི་གོང་ས་མཆོག་ལ་ཁ་བཏང་ཡོད་བ། ད་དུང་སང་རྒྱ་ཁྱེད་ཚོ་དྲ་ལ་ག་ལ་སྐད་ཆ་གར་ཞིག་གོ་ལ་ན། གོང་ས་མཆོག་ཨ་ནི། ད་ད། ཀུང་བོད་པ་ཚོ་རིགས་རྒྱབ་སྐྱོར་དེ་གས་ཀྱི། ཨ་ནི་བདེ་སྲུང་ལས་ཁུངས་ཀྱི་ཨ་ནི། མཉམ་དུ་རྒྱ་གར་གསང་བ་ལས་ཁུར་གྱི་བཏང་ཡོད་མ་རེད་ལ་འོ་ར། ད་དེ་སྐད་དུ་དཔང་རྟགས་མཚན་ལྡན་གྱི་མེད་པ་ཡིན་ན་སྐད་ཆ་ག་ཞུ་མ་ཞུ་བཤད་ནས་མི་དེ་འདྲའི་ནག་པོ་བཟོ་ན་ལས་སླ་པོ་ཡོད་མ་རེད་ད་ཟེར། སུ་ནང་ནས་ཐར་ལོ་བུ་བཤད་ཟིན་འདྲ་བོ་མ་རེད་ད་ཁོ་རང་རྒྱ་ལོ་ལ་མི་རྒྱབ་སྐྱོར་མང་པོ་ཡོད་རེད་ད་ཟེར། དེ་ཡིན་དུས་བསམ་པ་ལ་ཡ། ང་ཚོ་རྒྱ་དེ་འདྲའི་ལས་སླ་བོ་ཞིག་བཞག་ཐུག་ཡ་གྱི་རྩ་བ་གཉིས་ནས་ཆགས་ཀྱི་མི་འདུག་ཟེར། དེ་ཡིན་དུས་བསམ་པ། ད་ལྟ་བདེ་སྲུང་ལས་ཁང་དང། ཨ་ནི་ད་ལྟ་ང་ཚོ་ཡི་འཛིན་སྐྱོང་བཀའ་ཤག་གིས་ཡན་ཅིག་མ་ཅིག་གི་སུན་ཝང་ནུ་ཐ་ཡི་ཨ་ནི་དེ་ལ་ཡང་ནོར་འཁྲུལ་ག་འདྲི་བྱས་ཡོད་མེད་ཨ་ནི་སུན་ཝང་ནུ་ཐ་ཡི་དངོས་གནས་གོང་ས་མཆོག་ལ་ཡང་ཨ་ནི་ཁ་བཏང་ཡོད་དང་མེད་དེ་ཡ་དེ་ཡན་ཅིག་མ་ཅིག་གི་ཨ་ནི་ང་ཚོ་ལ་དེ་ག་ལ་བོར་གསལ་བོ་གསལ་རྐྱང་བྱས་འགྲེལ་བཤད་གནང་རོགས་གནང་ཟེར། དེ་འགྲེལ་བཤད་མ་གནང་མ་ཡིན་ན་ཨ་ནི་སུན་ཝང་ནུ་ཐ་ཁོ་རང་གས་ད་ག་ཟེར་གྱི་ཁྱོད་ཚོ་ལ་ཡང་ཨ་ནི་ཅིག་ཚང། ཅིག་ཁོ་རང་གིས་ད་ཅིག། གྲ་ལ་ཧུར་ཐ། དེ་ག་ཞག་སྡོད་ཁ་བོ་མ་རེད་ལ་མི་མང་ག་ཞག་ཐུག་སྡོད་ཁ་བོ་མ་རེད་ཟེར་ཨ་རྒྱུ་མཚན་ག་རེ་ལ་ན། གོང་ས་མཆོག་དེ་ང་ཚོ་མི་མང་ཚང་མ་གི་ཨ་ནི་དངོས་གནས་གི་ད་དྲིན་ཆེན་ཕ་མ་ལ་ལྷག་ཙེ་ང་རང་ཚོ་ལ་བརྩེ་བ་ཡོད་རུ་གོང་ས་མཆོག་ལ་རུ་ཨ། དེ་བརྩེ་བ་ཡོད་དུ་བསམ་པ་ལ་གོང་ས་མཆོག་ཨ་ནི་རྗེ་ཁ་ཁོ་ལ་བཏང་གི་ཁོ་ལ་བཏང་གི་མེད་ལ་དུ་བསམ་པ་ལ་ཡ་ཏེ། ཐེག་ཆེན་དང་ཕྱོགས་ལྷུང་རང་འགལ་ལ་འགྲོ་འུ་དག་མ་ཏོ་ཏེ། དངོས་གནས་ཀྱི་ལྟ་ཅི། གོང་ས་མཆོག་བེད་སྤྱོད་ལོག་པར་བཏང་བའི་འགལ་ལ་འགྲོ་འུ་དག་མ་ཏོ་ཅི། ཏེ་ང་ཚོ་གི་དངོས་གནས་ཀྱི་བོད་ཀྱི་བར་ལ་ཕན་པ་ཅི་དང། ཨ་ནི་ང་ཚོ་གི་ང་རང་ཚོ་གི་ནང་ལུགས་ལ་ཡང་ཕན་པ་ཅི་ཡི་ཏེ་མ་རོ་ཨཱས་ར། ཏེ་ངེད་ཀྱི་ང་རང་གི། ད་ང་རང་རང་གི་བརྒྱ་ཆ་བརྒྱ་ནས་བརྒྱ་གར་བཤད་ཡོད་ལ་ན། ད་ད་སུ་ནོ་ཨ་ནི་ད་ལ་ཡ། གོང་ས་མཆོག་མཇལ་ཁ་མ་བཏང་ཡ་ཏེ། ཁོ་རང་ཚོའི་ཆབ་སྲིད་རང་འགལ་ལ་རེད་ཟེར་ངས་གསལ་བོ་ཞུ་ཐུབ་ཀྱི་ཡོད། རྒྱུ་མཚན་ག་ཅིག་ལ་ན། ཁོང་ཚོ་ཡི་ད། སུ་ན་ནུ་ཐ་ལ་ཕག་རྡ་རམ་ས་ལ་ཕེབས། ཨ་ནི་མི་འཇོན་པོ་ག་ཚིག་ཡོད། མི་རྣམ་དཔྱོད་ཡག་པོ་ག་ཚིག་ཡོད། ཨ་ནི་ཁོ་ལ་ལྷ་བཞོན་ཚད་འདས་ག་འདྲས་ཡོད་མེད་ག་ཚིག་ཅིག་ཡོད་པ་དེ་ཁོང་ཚོ་གི་ཆེ་ཐོག་ཆུང་ར། ཨ་ལས། ད་ཏི་ང་ཚོ་ཆབ་སྲིད་ཆབ་སྲིད་ཚོགས་པ་གཞན་པ་འདི་གི་ཨ་ནི་ཚོགས་འདུ་ཆགས་འདི་ཡོད་རེད། ད་ང་ཚོ་ཁོ་ནག་པོ་མ་བསོད་ན།

འདི་ཁྱོད་རང་ཚིག་གི་ཧང་ས་ཡག་གི་ཐོག་སྐྱོ་བོ། ཧང་ས་ཡག་གི་སྐྱོ་བོ་ལས་ཀ་བྱས་རེད་ཤོག་ཡིན་ད་ད་ད་འདི་ཡི། ག་ལ་བ་རེད་ཨ་ནི། ང་ཚོ་བདེ་སྲུང་དང། ཨ་ནི་ད་ང་རང་ཚོ་གི་ད་ད་ཀུན་སྲིད་ཅུང་སྤེན་པ་ཚིག་རིག་ལགས་ཁོང་ཚོ་གི། ད་སུན་ཨ་ནི་ད་ཁོ་རང་སུན་ན་ཡིན་འདུག་ཨ་ཡ། འདི་གི་ཉིན་གུང་ཁ་ལག་འདི་ལ་ཡ། འདི་ཉིན་གུང་གི་ཚོགས་པ་འདི། འདི་ཉིན་གུང་འདི་ལ་ཡ་ཁོ་གི་སྤེན་པ་ཚིག་རིག་མཇེ་སོང། ཨ་ནི་འདི་གི་ཞུ་ལ་ཡ་ཁོ་ཨ་ནི་ཕ་ཤོག་ལ་ཡ་ཨ་ནི་ཀ་སོང་ལ་འདུག་ཨ།

དེའི་ནང་ལོགས་ལ་ཡང་གོང་ས་མཆོག་གི་ལ་ཆ་མེད་མེད་པར་མ་ཟད་ཁོ་རང་གི་རྒྱ་བོད་གཉིས་ཀའི་དཔལ་འབྱོར་གྱི་འགྲོ་སྟངས་དང་རྒྱ་ཡི་ཨ་ནི་དཔལ་འབྱོར་གྱི་ཐོག་ལ་ནས་ཨ་ནི་འཛམ་བུ་གླིང་པ་ལ་ཡང་ཨ་ནི་ག་དྲིས་ཀྱི་དབང་གི་དབང་བསྒྱུར་བྱེད་ཀྱི་ཡོད་མེད་ཨ་ནི་ང་རང་ཚོ་དེའི་འོག་ལ་འགོག་རྒོལ་ག་འདྲི་ཐེབས་ཀྱི་ཡོད་མེད་དེ་ང་ཚོ་འགོག་རྒོལ་ཐེབས་མེད་ལ་ཡ་མེད་བ། འགོག་རྒོལ་ཐེབས་ནི་ང་ཚོ་ལོ་དྲུག་ཅུ་རིང་ག་ལ་ཡ་བཙན་བྱོལ་ནས་ལྷག་རུ་བ། དེ་གོང་ས་མཆོག་ལ་ནི་ཁོ་རང་རྩ་བའི་ང་རག་རྩི་གི་ད་ཤེས་རས་གཟིགས་རེད། ཁོ་རང་གི་ཞང་གཉིས་ཀྱི་རེད། ཞང་གཉིས་ཀྱི་སྒང་བཅས་ང་རག་རྩི་གཉིས་ཕན་འོང་མིན་ལ་རྒྱ་མི་ལ་ཕན་པ་བོད་པ་ལ་ཕན་པ་གི་ཤ་ལས་རྣམ་པ་རེད་ཡིན་ན་རྒྱ་མི་གི་ང་ཚོ་མགོ་སྒུར་བཏང་རོགས། དེ་མགོ་སྒུར་བཏང་པ་རེད་ལ་ཡི་གི་དྲི་ཆོས་དེ་གཅིག་པུ་གི་ཨ་ནི་ང་ཚོ་གོང་ས་མཆོག་དེ་འདྲས་བྱས་ནི་རྒྱ་མི་མགོ་སྒུར་བཏང་ཡར་ལ་ཡ་དེ་གི་ཨ་ནི་སྙིང་ངག་ཚིག་གཅིག་གི་ད་གོང་ས་མཆོག་ལ་ཡ་ཚད་མེད་ཞུ་ལ་ན་ད་པད་མ་སི་ཐག་སྐྱོ་བོ་རོགས་ད། ཨ་ནི་འདི་སྙན་ངག་ཁྲི་སྙན་དུ་ཚུར་འཁྲུལ་ཕོག་ཡ་ཆེ་རེད་མི་འདུག་ད Freedom of Speech འགྲོ་འདུག་ཨ་ནི་ང་ཚོ་ལ་རང་དབང་གི་སྐད་བཤད་ཡ་དང་རང་དབང་གི་ཡིག་འབྲི་ཡ་གི་གོ་སྐོ་དེ་མི་འདུག་ཨ་སུ་གཅིག་ལ་དེ་ཡིན་འདུག་བསམ་པ་ལ་ཡ་ངེད་ཀྱི་ད་ལྟ་མཛེས་ཆུང་བཀའ་ཤག་དང་ཨ་ནི་བདེ་སྲུང་བདེ་སྲུང་ལས་ཁུངས་དམིགས་བསལ་གྱི་ངས་ག་རེ་ཞུ་ཡོད་ལ་ན་ད་རི་སུ་ནོར་ཨ་ནུ་ཐར་གྱི་གནས་སྟངས་འདི་ཁྱོད་ཚོ་གི་གཙང་མ་གཙང་ཆག་ཆེ་མ་སོང། མ་ཟེར་བ་ཡིན་ན་མི་གཅིག་མི་ཚེ་འཕྲོ་བརླག་འགྲོ་གི་བར་གདའ། ཁོ་རང་གི་བཟའ་ཟླ་དེ་ཚོ་ལ་ཡང་བློ་ཕམ་ག་ཚོད་བྱུང་ཡོད་མེད་དང་དེ་གས་ཚང་མ་ཁྱོད་ཚོ་གི་ཆེ་མདོག། ཆེ་མདོག། ཅིག་ཡོད་ཀྱི་རེད་བསམ་གྱི་འདུག་ངེད་ཀྱི་ཏིག་གི་ཆེ་མདོག། དངོས་གནས་ང་ཚོ་གོང་ས་མཆོག་གི་ད་ལྟ་བར་དུ་ང་ཚོ་ལ་བྱམས་སྙིང་རྗེ། ཨ་ནི་དངོས་གནས་ཀྱི་བྱམས་པ་དང་སྙིང་རྗེ། ཨ་ནི་ང་ཚོ་དངོས་གནས་ཞི་བ་འགོ་ནས་ཡང་མི་ཚེ་གནས་ཐུག་ཡ་བྱས་ཡ་ལ་གལ་ཆེན་པོ་རེད་གསུངས་གནང་བ་ནང་བཤད་ཀྱི་ཨ་ནི་ཁྱོད་རྣམས་པ་གི་ཏིག།

དེ་ཡིན་དུས་བསམ་པ་ལ་ཏིར་ལ་འདྲེ་ཤེས་སེར་པོ་ཅིག་ཡན་ཅིག་མ་ཅིག་ཡོད་པ་ན་རོ་ན། གོང་ས་མཆོག་མཇལ་ཁ་མ་བཏང་ཡ་དེ་ཡིས་ཁྱོད་རང་ཚོ་ལ་འདྲེ་ཤེས་སེར་པོ་ཅིག་ཡན་ཅིག་མ་ཅིག་གོང་ས་མཆོག་མཇལ་ཁ་བཏང་མ་དགོས་ཡ་གི་རྒྱུ་མཚན་ཅི་རོ། རྒྱུ་མཚན་རྒྱ་གར་གསང་བ་ལས་ཁུངས་ཀྱི་འབྲེལ་བ་ཡོད་རེད་ལས་ཀྱི་ཁྱོད་རང་ཚོ་གི་རྒྱ་ཆུང་བ་དེ་ཡ་གི་ཚོ་པ་ཁ་བཏགས་ནོ་དེ་ག་ནས་བཤད་ཀྱི་འདུག་ད་ག་ནས་བཤད་ཀྱི། སྐུ་སྐྱེ་ཡིག་ཚང་ལ་འབྲེལ་བ་ཡོད་ལགས་འདུག་ངས་རྩ་བ་ཉིད་ནས་ངོས་ལེན་མེད་རོ། ག་ལ་ན་སྐུ་སྐྱེ་ཡིག་ཚང་ནང་ལ་ཏིང་ཙི་ཏཱ་ལ་ལ་ཞུགས་འདི་ཡོད་རེད། ད་ག་ཚོད་གང་ཞུགས་མ་ཞུགས་ལས་སླ་བོ་བྱས་བཅུག་ངེས་ཀྱི་མ་རེད་རོ། དེ་ཡིན་དུས་བསམ་པ་ལ། སྐུ་སྐྱེ་ཡིག་ཚང་ལ་འབྲེལ་བ་ཡོད་ལགས་འདུག་སྐུ་སྐྱེ་ཡིག་ཚང་ལ་འབྲེལ་བ་བརྒྱ་ཆ་བརྒྱ་ནས་བརྒྱ་ཡོད་མ་རེད་བསམ་འདུག་སུ་ནོ་ད་ཨ་འབྲུག་ཁོ་རང་ཡིན་པ་ཡིན་ནའི་ཀྱང་སྐུ་སྐྱེ་ཡིག་ཚང་ལ་འབྲེལ་བ་མེད་པ་ཡིན་ཁོ་རང་གི་སྤེན་པ་ཚུན་གྱི་བྱས་ཡོད་པ་ཤེས་སམ། ད་ག་ནས་ཤེས་སྐུ་སྐྱེ་ཡིག་ཚང་ལ་ངས་འབྲེལ་བ་ཡོད་བསམ་སྟེ་བརྒྱ་ཆ་བརྒྱ་ནས་བརྒྱ་ཡིད་ཆེས་མེད་རོ། ད་ང་བློ་ཕངས་ཤུགས་དེ་གར་བྱུང་ལགས་ན། བདེ་སྲུང་དང་ང་ཚོ་གི་བདེ་སྲུང་དང་ཨ་ནི། ད། སྲིད་སྐྱོང། ད་ལྟ་སྲིད་སྐྱོང་སྤེན་པ་ཚེ་རིང་ཉེ་ཆར་གྱི་དེ་ནང་ལ་ཡ་ཨ་ནི་དེ་ཡོད་པ་ཡིན་ན། པད་མ་སྲིད་ཐབས་སྐྱོ་བོ་རེད་ཟེར་ར་ད་དེ། དོན་དག་ཏོ་ཏོ་ད་གར་ཆགས་གོ་ལ་ན་ཆབ་སྲིད་གནས་སྟངས་རང་གོ་ལ་ཡ་ད། མོ་ལ་ཡ་ཞི་མི་གི་ད། སྲིད་སྐྱོང་ཨ་ནི་ཐག་གི་མི་ཚེ་འཕྲོ་བརླག་ལྟ་འགྲོ་གཅིག་གོ་ར་བ། ད་ང་ཚོ་པད་ཚེ་ཆགས་ཤར་ན་ང་ཚོ་གི་བོད་མི་རིགས་ལ་ཡོད་པ་འདི་ད་གོང་ས་མཆོག་རེད་ར། གོང་ས་མཆོག་ལ་ཡ་སོ་སོ་གི་དཔལ་འབྱོར་གི་འགྲོ་སོང་དང་སོ་སོ་གི་ནང་མི་གི་བཟའ་ཟླ་འཕྲད་བྱས་ཕ་ཤོག་འཇིགས་ཀ་འགྲོ་འདུག་བསམ་པ་ལ་དེ་འཇིགས་ཀ་བཀག་ལ་ད་དངོས་གནས་གི་བོད་རིགས་གཙང་མ་གཙང་ཆགས་འགྱུར་བ་ད་སུ་ནོ་ནི་ད་ཆགས་ཤག་པ་ཡིན་ན་བོད་པ་གཙང་མ་གཙང་ཆགས་འགྱུར་ལ་དེ་འདྲས་བྱས་ཡོད་འདུག་བསམ་པ་ལ་ཡ་ད་ལྟ་ང་ཚོ་ཤི་ཚོ་དྲང་ལ་ཁ་ལ་ཐུག་ཡས་ཡོད་རེད་བ། རྒྱ་ནག་གཞུང་ཚབ་གི་ཨ་ནི་མཉམ་དུ་རྒྱ་ནག་གི་ཁ་ལ་གསང་བ་གསང་མྱུག་ཏུ་ཚོ་མཉམ་དུ་གོང་ས་མཆོག་གི་ཨ་ནི་སྐུ་པར་སྐྱོན་བཞག་རྒྱུ་མང་པོ་འདུག་བ།

དེ་ལ་ཡང་ནི། དུས་བྱས་ཤིང་མེད་ཀྱི་སྐྱོན་བརྗོད་བྱས་ནས། དེ་ལ་ཡང་ནི། ཞེས་ནག་ཉེས་ཁ་ཡོད་འདྲ་བའི་བཟོ་ཡ་བསྡུ་ཡ་ལྟར་བྱས་དུས་བྱས་གོ་ས་སྐྱོན་བརྗོད་ཀ་མ་བཏང་བ་ཡིན་ན་དེ་ཏག་ཏག་འདི་ཁོ་རེད་འདི་ཁོ་མ་རེད་ང་ཚོ་བོད་པ་མི་རིགས་ངོས་ནས་བསམ་བཏང་ཡ་རེད་རོགས་ང་ཚོ་ཚང་མ་གྱི་བློ་གཟུ་བོ་ལ་གནས་ནས་བསམ་བཏང་དགོས་ཡ་གྱི་རེད་དེ་དེ་ཡིན་དུས་བསམ་པ་ལ་ཡང། ད་ནག་ཉེས་ཀྱི་འཛིན་བྱུས་བཀའ་ཤག་དང་བདེ་སྲུང་ལས་ཁུངས་གཉིས་ཀ་ལ། ད་ཁྱོད་ཚོ་སྐུ་ཆེ་ཐུགས་རྗེ་གཟིགས་རོགས། ད་རེས་སུ་ནོ་ཨ་ནུ་ཐ་འཇིག་ཁ་བཏགས་མ་དགོས་ཀྱི་རྒྱུ་མཚན་དེ་ཁྱོད་ཚོ་ལ་རྒྱུ་མཚན་དོན་དང་ལྡན་པ་བྱོས་ཀྱི་རེད་མ་གཏོགས་ད་ག་ཟེ་གྱི་མི་ལ་དགའ་མི་དགའ་དོ་བཅོས་ནས་ཁྱོད་ཚོ་གི་དེ་འདྲས་ཀྱི་ཐག་བཅད་བྱེད་དོ་ཁག་པོ་མ་རེད་བ། ད་ཁྱོད་རང་ཟེ་གྱི་ད་སུ་ནོ་ཨ་ནུ་ཐ་གི་ཉིས་སྟོང་བཅོ་གཉིས་བཅོ་གསུམ་ལ་གཙང་ཁྲ་བཤའ་བཅོས་དེ་ལ་ལ་གི་ཡོད་བ་ཡིན་ན་ནི་དངོས་གནས་གི་ཞི་མེད་གི་སྐྱོན་བརྗོད་ཆགས་འདུག་ད་དེ་ཞི་མེད་གི་སྐྱོན་བརྗོད་དངོས་གནས་གི་རེད་འདུག་ར། བོད་ཡིག་བྲི་ཡག་ད་དེ་འདྲས་ད་ཞུ་བོ་མེད་ད་ཡིན་ན་བོད་ཡིག་ཀློག་ཡག་ཁྲ་ཁྲ་ཀློག་ཐུབ་ཡོད་བ། ངས་ཀྱི་ཐེ་མ། ད་ལ་ན་ངོ་ཚ་ཡ་རེད་ར། ཐེངས་མ་དྲུག་ལོ་བའི་ང་རང་གིས། སུན་ཧྲ་ནུ་ཐ་ཡིས་དངོས་གནས་ཀྱི་གོང་ས་མཆོག་ལ་ཞི་མིག་གིས་སྐྱོན་བརྗོད་བྱས་པས། ཁོ་རང་གི་སྤྱི་བཏང་གི་གཙང་ཁྲིད་དུ་ད་ནི་ལྟ་ཡིན་པ། ད་གཙང་གི་ཨ་ནི། ཁོ་རང་གིས་མ། ཚང་མ་མ་ཀློག་ཡོང་དུས་བསམ་པ་ལ། ཁོ་རང་ཉམས་ཞིབ་པ་ཅིག་ཡིན་པའི་ཆ་ནས། ཁོ་རང་གི་གཙང་དྲུག་དུས་བསམ་པ་ལ་ཉམས་ཞིབ་བྱས་ནི། ད་ང་ཚོ་བོད་པ། ཨ་ནི་ད་ལྟ་ང་ཚོ་བཙན་བྱོལ་གཞུང་འདི་རྒྱ་མིའི་འོ་ལ་མགོ་སྐུར་ག་འདྲི་ཐེག་གི་ཡོད་མེད། རྒྱ་མི་གིས་ང་ཚོ་དཔལ་འབྱོར་འགའ་ལ་འགོག་རྒོལ་ག་རེ་བཏང་གི་ཡོད་མེད། རྒྱ་མི་གིས་ང་ཚོ་ལ་ཡང་ནི་སྐད་ཆ་གི་ཆ། སྐད་ཆ་ཆ་ཤས་དེ་བདེན་པ་བྱས་ནས་འགོག་རྒོལ་ག་རེ་བཏང་གི་ཡོད་མེད་སྐོར་ལ་དྲི་དུ་ཨ་སུན་ཝན་ཐ་ལགས་ཡོད་ཨ། དེ་དྲི་དུ་བསམ་པ་ལ་ཡང་ད་སུན་ཝན་ཐ་གིས་སྙན་ངག་དེ་ལ་དྲིས་ནས་ད་དེ་གོང་ས་མཆོག་ལ་ཁ་བཏང་རུ་ལ་ན། ད་འཛམ་བུ་གླིང་འདི་ནང་ལ་ཡང་དངོས་གནས་ལ་ཡིན་ད། ཧང་བཟའ་ཡ་གིས་ད་ཐབས་སྐྱོ་བོ་རེད་རུ་ཨ། Freedom of Speech མི་འདུག་ཨ་ཡ།

རྒྱ་རིགས་དུ་མ་གི་སྤྱི་འཐུས་གྲོས་ཚོགས་ར་བ་ནང་ལ་ཡང་ཆ་ཤས་དེ་ཐོག་ཐང་སྤྲད་བཞག་ཡོད་རེད། སི་ནོ་ཨ་མི་ཐག་གི་ཁོ་རང་ཨ་ནི་ཆབ་སྲིད་ཀྱི་ཉམས་ཞིབ་པ་ཅིག་ཡིན་འདུག་བསམ་པ་ལ་ཡང་སྙིང་ངག་དེ་ཁོ་རང་གི་དེ་སྐབས་སུ་ཡི་ཨ་ནི་རྒྱ་ནག་གི་ང་ཚོ་མགོ་སྐོར་ག་རེ་བཏང་གི་ཡོད་མེད་དེ་གའི་སྒང་ལ་ཡང་ཨ་ནི་ཉམས་ཞིབ་བྱས་ནས་བསྐྱར་བཤད་བཞག་ཆོག་ཅིག་ལ་ཡང་ཨ་ནི་ཁ་བཏང་ཉེར་ལགས་ན་ད་ག་ལ་འོར་ད།

ཁོ་ལ་ཡང་གོང་ས་མཆོག་འཇིགས་སྐར་བཏང་མི་འདུག་བ་ད་རྡོ་རྡོ་བཤད་ན། ད་དེ་འདྲིའི་གི་ཐབས་སྐྱོ་པོ། དེ་འདྲིའི་གི་གནས་སྟངས་སྐྱོ་པོ་ཞིག་ད་ང་ཚོ་བོད་པ་འབུམ་གཅིག་ལྷག་ཙམ་བཙན་བྱོལ་ནང་ལ་ཡོད་མ་རེད། དེ་བོད་བོད་ནང་ལ་ཡང་ང་རང་ད་ལྟ་གནས་ལ་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་ཚང་མ་གུག་འདུག་བ། ད་དེ་བོད་ལ་ཁོ་ན་ག་ཆེ་བོ་རེད། བོད་མི་འདི་ཚོ་གར་སངས་ཀིར་དང་ང་ཚོ་བཙན་བྱོལ་རང་ལ་ཞུ་ངན་འདི་ཚོ་ལ་ཡ། དར་མདུད་ཀྱིས་ཆབ་སྲིད་ཀྱི་དབུ་ཁྲེད་ཡིན་ལ་ངན་འདྲ་བོ། ཨ་ནི་ཀྱིས་སོ་སོ་ཀྱི་རྗེས་རབས་ལོ་རྒྱུས་ལ་ཡ་ལོག་ཤེས། སོ་སོའི་མི་རིགས་འདི་དངོས་གནས་ཀྱི་ད། རྩ་མེད་བཏང་ཡག་རང་གི་ཆ་ཤས་རེད་འདུག་མ་ཞུ། དེ་ད་ག་ཟི་མི་ག་ཟི་རེད་མི་འདུག། ད་གལ་སྲིད་མི་རིགས་འདི་རྩ་མེད་བཏང་གི་ཡིན། མི་རིགས་འདི་མགོ་བོ་མེད་ཨ་ནི་ག་ལ་བོ་རེད་ཀྱིས་ང་རང་ཚོ་ཚང་མ་ངས་རྩ་མེད་བཏང་གི་ཡིན་ལབ་ན་ནི་ད་ག་རང་རེད་མ་གཏོགས་ཀྱིས་ཀྱིས་ད་དངོས་གནས་ཀྱི། རྩ་མེད་རྟོགས་ཡ་ཡི། ཆ་ཤས་རང་སྟེང་གི་དོ། ད་ད་ག་གནས་ཤིང་ང་ག་རི་རྒྱལ་མོ་བཞུགས་འདུག་ལ་ན་ར། ད་སུ་ནུ་ཨ་ནུ་ད་ད་ག་ཟི་ཨ་ནི་ཆོས་སྲིད་ད་ང་ར་ཟི་ཆོས་སྲིད་ལྟ་བ་མ་ཐོན་ངེས་ཅིག་གི་ཚོགས་པ་ཅིག་གི་ཚོགས་གཙོ་ཅིག་ལ་ཡ་དེ་འདྲི་བྱེད་དགོས་བྱུང་ན། ད་དངོས་གནས་ཀྱི། ཆབ་སྲིད་ཀྱི་ཁ་གཏད་དེ་ཚོ་ལ་ད་ད་ད་བ་དོ་ཞི་མེད་ཀྱི་སྐྱོན་བརྗོད་ནག་ཉེས་ཁ་ཡོད་ག་ཟི་ག་ཟི་བཟོ་ཡོད་རེད་ད་ད་ད་བ་དོ་ག་ཟི་ག་ཟི་བཟོ་ཡོད་རེད་ད་ད་ད་མ་འོངས་པ་ག་ཁོ་ཚོ་ལ་ཡ་ད། སྐད་ཆ་བཤད་ཕོད་ཡ་ཆེ་རེད་མི་འདུག་ཨ། ཁོ་རང་ཚོ་ལ་ལྟ་བ་མ་ཐོན་གྱི་ཆབ་སྲིད་སྒང་ལ་སྐད་ཆ་བཤད་ཕོད་ཡ་ཀྱི་རྩ་བ་ཉིད་ནས་རེད་མི་འདུག་ད་ལྟ་ན་སུན་ཝ་ནུ་ཐ་འདྲ་བོ་ཡིན་པ་ཡིན་ན་གོང་ས་ཆོས་ལ་ཡ་སུན་ཝ་ནུ་ཐ་དད་གུ་ག་ཚོད་ཡོད་བརྩེ་གུ་ག་ཚོད་ཡོད་ཁོང་ཚོ་གི་ཆིན་ན་མགོ་རུ་བ་ད་དེ་ཆིན་གྱི་ཡོད་དུས་དུ་ཆིན་གྱི་ཡོད་དུས་བསམ་པ་ལ་ཡ་ད་ཁོ་ལ་ཡ་རྒྱལ་ཁབ་མ་བཏང་ན་སེམས་པ་ཞི་བོ་གྱིས་ནི་འདུག་རེད་བསམ་གི་རུ་བ་ཡིན་ན་ཀྱང་སོ་སོ་ལ་དད་གུ་བརྩེ་གུ་སེམས་པ་དིང་ལ་ཡོད་བ་ཡིན་ན་རུ་བ་ཡན་གྱི་མ་གྱི་བླ་མ་དང་རྒྱལ་ཁ་འགྲོ་གི་མ་རེད་ད་དད་ག་གྱི་འདི་གོ་རེད། དེ་ཡིན་དུ་བསམ་པ་ལ་ད་ད་ལྟ་གི་ཞི་མེད་ཀྱི་སྐྱོན་བརྗོད་བཟོ་སྟངས་དང། ད་ད་ལྟ་སུན་ཝར་ནི་ད་ལ་ན་ཉི་ཁ་ཡོད་ཅེས་བྱས། ཨང་ད་ད་ལྟ་ཤུ་ཚོགས་ཀྱི་དྲ་རྒྱ་ཡོད་རེད་ད། སྔོན་མ་ཡིན་ན། ད་སྔོན་མ་ང་རང་ཚོ་རྒན་རབས་མང་པོ་ལ་ད་དེ་འདྲའི་ན་ཉི་ཁ་ཡོད་བཟོ་ཚར་བ། ད་ང་ཚོ་མི་མང་འདི་ཚོ་ཡིས་ཁོང་ཚོ་དངོས་གནས་ཀྱི་གོང་ས་མཆོག་ལ་ཁ་བཏང་ཉིན་ཡིན་ས་རེད། དངོས་གནས་གོང་ས་མཆོག་ལ་མཚན་སྨད་ཞུ་ཉིན་ཡིན་ས་རེད་བསམ་ཡིད་ཆེས་ཆེ་རེད་བ། ད་ད་ལྟ་ཤུ་ཚོགས་དྲ་རྒྱ་ཡོད་དུ་བསམ་པ་ལ་ང་ཚོ་གི་སེ་བུ་སེ་ཅང་གཅིག་ཐུག་འདུག་བསམ་པ་ལ། ཁོ་རང་ཚོ་མ་དགའ་ས་དེ་ལ་ན་ཉི་ཁ་ཡོད་ཡིན་པ་དེ་ད་སྔོན་མ་མི་རབས་རྒན་པ་དེ་ཚོ་ལ་དཀའ་ངལ་འཕྲད་སྐྱོན་དེ་ཚོ་ལ་སྙིང་རྗེ་གི་འདུག་བ། དཔེ་ཚོ་ཁྱོད་རང་ཁྱོད་རྣམ་པའི་མཁྱེན་གསལ་རེད་ར་ངོ་མ། ང་ཚོ་མི་རབས་རྒན་པ་མང་པོ་ལ་དཀའ་ངལ་འཕྲད་ཚར་བ་ཡ། དཀའ་ངལ་འཕྲད་ཡག་དེ་ཡ་གོང་ས་མཆོག་ལ་ཨ་ནི་གོང་ས་མཆོག་བཀའ་ལ་བརྩི་དགོས་མ་རེད་གོང་ས་མཆོག་ལ་ཡ་འཚེ་མེད་ཞུ་དགོས་རེད། ཨ་ནི་རྦད་དུ་རྒྱ་ནག་གུང་ཁྲན་གྱི་ཨ་ནི་འདི་རེད་སོག་པ་རེད། མང་པོ་མང་པོ་བཤད་ཚར་བ་ད། ད་དེ་བཤད་བཤད་བྱས་དུས་བསམ་པ་དེ་ག་ས་ང་ཚོ་ཡིད་ཆེས་བྱེད་རོགས་ད་ཡིད་ཆེས་བྱས་ནས་དེ་མི་རབས་རྒན་པ་དེ་ཚོ་ལ་ག་ཚིག་དཀའ་ངལ་འཕྲད་རེད། ག་ཚིག་སྡུག་བསྔལ་བྲལ་སེམས་པ་ནང་ལ་རོ། ད་ད་འདས་ཁོ་ཚོ་གི་ད་འདས་བྱེད་ལུགས་བྱེད་སྟངས་འདི་ལ་ལྟ་ཡིན་འདུག་བསམ་པ་ལ་སྔོན་མ་མི་རབས་རྒན་པ་འདི་ཚོ་ལ་ཁོ་ཚོ་གི་ནག་ཉེས་ཁ་ཡོད་བཟོ་ཆོག་ཡིན་དང་མེད་འདི་ད་ད་འདའ་ལྟ་ཐུག་གུར་ང་ཚོ་གི་ཡོད། ད་འདའ་གར་ལྟ་ཐུག་གུར་ལ་ད་ཁོ་ཚོ་གི་སྔོན་མ་མི་རབས་རྒན་པ་འདི་གས་ལ་ཡ་ཨོ་ཅི་གི་ཨ་ནི་གོང་ས་མཆོག་ལ་ཡ་ཨ་ནི་དད་གུས་བྱེད་དགོས་མ་ཅི་གོང་ས་མཆོག་ལ་མཚན་སྨད་ཞུ་དགོས་རེད་ཁོ་ཚོ་གི་ཤེས་མ་ཤེས་ཅི་ཤེས་ཡིན་འདུག་བསམ་པ་ལ་ང་ཚོ་དངོས་གནས་རེད་སང་ཆ་མི་རབས་རྒན་པ་འདི་ཚོ་ལ་ཀུན་སྤྱོད་ཁ་བཏང་གི་ཁྱོད་ཚོ་ངོ་ཚ་ཡ་མེད་འགྱོ་ཁྱོད་ཚོ་གོང་ས་མཆོག་ལ་ཁ་བཏང་ཉེན།

ཚང་མ་ལ་ཡ། མི་ཚང་མ་ལ་ཡ་ཁོང་ཚོ་གི་དེ་འདྲའི་གཟུགས་དག་འདྲ། དེ་ཡིན་འདུག་བསམ་པ་ལ་ད་ང་ཚོ་ཤུ་ཚོགས་འདི་གར་བརྫིས་ཀྱི་རུལ་འདོད་འདུག་ར། ད་གོང་ས་མཆོག་དགོང་ལོ་དགུ་བཅུ་ལ་ཕི་ཡ་ཚར་ར། ད་གོང་ས་མཆོག་དགུང་ལོ་ཐོར་རེད་འདུག་ཁོང་ཚོ་བེད་སྤྱོད་ལོག་པ་ག་འདྲི་བཏང་ས་རེད་འདུག་བཏང་ས་རེད་མི་འདུག་དེ་ཡ་ངས་ཏིང་འཛིན་བཏང་ལ་ཁོང་ཚོ་ལ་ཞུ་གི་ཡོད་རོ་ཨ་དེ་འདྲ་བཏང་མ་བཅུག་རོ་ན་དཀོན་མཆོག། ང་ཚོ་བོད་བོད་མི་རིགས་འདི་ལ་ཡ་གསར་བ་བཏང་ས་ཡིན་ན་རེད་མི་ལང་བཏང་ས་ཡིན་ན་རེད། ང་རང་ཚང་མ་ལ་ཡ་རྟ་བི་གཉིས་དང་ཁོ་བོས་གཉིས་ལྟ་བུ་གོང་ས་མཆོག་མ་ཞུ་ཡོག་མ་རེད་ར། ད་དེ་དེ་འདྲའི་གི་བེད་སྤྱོད་ལོག་པ་བཏང་ཅག་ང་ཚོ་གི་བོད་པ་གི་གནིས། བོད་པ་བཙན་བྱོལ་ནང་ལ་སྦ་ར་ཀ་ཡོད་རྒྱུ་འདི་ཀྲུ་ཤ་ཐི། བོད་ནང་གི་བོད་མི་དེ་ཚོ་ཚང་མ་སེར་ཤུལ་ཆགས། ཨ་ནི་ད་བོད་ནང་གི་བོད་མི་དེ་ཚོ་ནི་ས་ཟུར་སྐྱ་རིས་དང་ཡུལ་སྲོལ་གང་ཞིག་ལ་དཀའ་ངལ་འཕྲད་དེ་འོར། ད་དེ་བཙན་བྱོལ་ནང་ལ་ཡོད་ངེས་དེ་ག་ནི་དངོས་གནས་ཀྱི་རྟ་དུམ་བུ་གཉིས་ལ་རྟ་རྦད་དེ་དུམ་བུ་གཉིས་གསུམ་ལ་བཏང་བྱས་དེ་གས་ད་ལྟ་དབང་ཆ་ཐབས་ཚོད་རང་གི་ལ་འཛིན་བྱས་རྦད་དེ་འཁོར། དབང་ཆ། ང་ཚོ་གི་བཙན་བྱོལ་གཞུང་གི་སྐུ་ཕྱག་ཟླ་གང་རང་གི་ལ་འཛིན་བྱས་ད་ད་ད་ཐོད་ཆགས་སྒོ་ཆགས་བཟོ་དེ་འོར་བ་ད། ད། ང་ཚོ་གི་ཡིད་ཆེས་བྱས་ཐུག་ཡ་གྱི་འདུག་ཡས་མི་འདུག། ང་རང་བོད་མི་བོད་མི་ད་བོད་མི་སྦ་ར་གང་དེ་སིད་ད་རུ་བ་ད་ང་ཚོ་གི་གཞུང་དེ་གི་བཙན་བྱོལ་གཞུང་དེ་ལ་ཡ་ད་ང་ཚོ་གི་ཡིད་ཆེས་བྱེད་ཐུག་ས་རེད་ཐུག་ས་མ་རེད་ད་ཁོང་ཚོ་གི་ད་ལྟ་བྱེད་ལུགས་བྱེད་སྟངས་དེ་ག་འདྲས་འདུག་མ་འོངས་པ་སྲིད་སྐྱོང་གི་ག་འདྲས་དགོས་ས་རེད་ད་མ་འོངས་པ་སྲིད་སྐྱོང་དེ་ང་ཚོ་ཆོལ་ཁ་གསུམ་དུ་རྡོག་རྩ་གཅིག་སྒྲིལ་འཕྲད་ཐུག་ངེས་དངོས་གནས་གི་དེ་འདྲིས་གི་ཨ་ནི་ནག་ཉེས་ཁ་ཡོད་དང་ཞི་མེད་སྐྱོན་བརྗོད་མ་གསོག་ངེས་དངོས་གནས་གི་བོད་མི་ས་ཡ་དྲུག་གི་ཨ་ནི་དབུ་ཁྲིད་ལོ་ཡ་གཅིག

ངེད་ཀྱི་པད་མ་ཚེ་རིང་ལ་ཡང་ཁོ་རང་སངས་རྒྱས་རེད་བསམ་གྱི་འདུག་ར། ཨ། ཁོ་ང་ལ་ག་ཚོད་བྱས་པ་ཡིན་ན་ཡང་ང་ལ་ན་ཉི་ཁ་ཡོད་བཟོ་གི་རེད་ང་ལ་མ་དགའ་བྱེད་ཀྱི་རེད་ལབ་ཀྱི་རེད་བསམ་ཡོད་ར། ཁོ་རང་ནོར་འཁྲུལ་བལྟས་བལྟས་བྱས་ན་ཡང་པ། སོ་སོ་ཡི། ད། འཇའ། ང་རང་ཚོ་གི་ད་བོད་པ་ཡི་བཙན་བྱོལ་གཞུང་འདི། ད་ག་ན་བཞིན་ང་རང་ཚོ་གི་ད་བོད་རིགས་སྤུན་ཟླ་དེ་ཚོ་ཞིན་ཅང་གི་ངོ་རོགས་བྱས་ན་ས་འཇམ་ཏིག་ཏིག་དེ་དེ་ཡིན་པ། ད་ཡིན་པ་ཡིན་ན་ད་ལྟའི་སུ་ནོ་ཨ་ནུ་ཐ་ལ་བྱེད་སྟངས་དེ་ལྟ་བ་ཡིན་ན། དངོས་གནས་ཁོ་རང་གི་ད། ང་རང་ཚོ་ཡི། དྲང་བདེན་གྱི་དགེ་ལ་འགྲོ་གི་མེད་པ་དང། ང་རང་གོང་ས་མཆོག་འདི་བེད་སྤྱོད་ལོག་པར་བཏང་གི་ཡོད་བ། དེ་ཡང་འདི་ལྟར་གསལ་བོ་ཆགས་དང་དེའི་དཔྱད་དུ། ངེད་ཀྱིས་ད་ལྟ། བདེ་སྲུང་ལས་ཁུངས་དང་ད་ལྟ། སྲིད་འབྱོར་སྤེན་པ་ཚེ་རིང་གཉིས་ཀྱི་ལ་ཁ་ཐུག་རེ་བ་ཞུ་གི་ཡོད་ར། སྐུ། ཁྱོད་རང་ཚོ་གི་ད་ཁོ། ཁོ་ཚོ་ཚོ་གི་སུན་ཨ་ནུ་ཐག་ལ་ཡ་ད་ཁྱོད་ཚོ་གི། ཅིག་གོང་ས་མཆོག་ལ་ནག་ཉེས་ཁ་ཡོད་བཟོ་རྒྱུ་རེད།

ད་དེ་ཡིན་འདུག་བསམ་པ་ལ་གལ་སྲིད་དེ་འབྲེལ་གྱི་གནད་འགག་ཆེན་པོ་རྒྱ་གར་གསང་བ་ལས་ཁུངས་ལ་འཇུག་དགོས་ཡ་ཇི་དང་ད་ག་ནན་ཤེལ་གྱི་བདེ་སྲུང་ལས་ཁུངས་དང་ད་ལྟ་བཀའ་ཤག་ད་ལྟ་བཀོད་ཀྱི་ཡིག་ཚང་ཚང་མ་ནས་མའི་རྒྱུ་ནས་སྐད་ཆ་དེ་འདྲའི་སུན་རོལ་སུན་རོལ་ནི་ཐག་གི་དེ་འདྲའི་གྱི་ནག་ཉེས་དེ་འདྲའི་གྱི་ན་ཚ་ནག་ཉེས་གལ་ཆེན་པོ་དེ་འདྲའི་གྱི་བཟོས་ཡོད་པ་ཡིན་ན། མི་མང་ལ་གསལ་བཤད་བྱས་ཡ་རྩ་བ་ཉིད་ནས་དྲན་པ་མ་བྱེད་གནང་རོགས་གནང། མི་མང་ལ་ཡན་གཅིག་མ་གཅིག་གསལ་བོ་བྱས་ནས་གསལ་བཤད་བྱེད་རོགས་གནང་ཟེར་བ། དེ་གསལ་བཤད་བཅས་མ་བྱས་ནས་རོགས། ཁོང་མཇལ་ཁ་མ་བཏང་བ་བཅས་ནང་མི་དངོས་གནས་ཁོ་རང་བཟའ་ཟླ་དང་ཁོ་རང་ནང་མི་ཆ་ཚང་ཕ་ཕྱོགས་འགྲོ་འདུག་བ་ཡང།

དེ་འདི་བཤད་དུ་བསམ་པ་མི་གཅིག་གིས་མི་ཚེ་ལ་མི་ཚེ་གང་ཙར་ལྟ་ནག་པོ་བཟོ་དགོས་ར་མི་ཚེ་གང་ཙར་ལ་ཡ་ལྟ་མི་ཚེ་གང་ཙར་འཕྲོ་བརླག་བཏང་དགོས་ར་དེ་ཡིན་དུ་བསམ་པ་ལ་ཁྱོད་ཚོ་ལ་འདྲ་བཤད་སེ་ཞིག་སེ་ཅིག་རྒྱག་ཡ་མེད་པ་ཡིན་ན། རྩ་བ་གཉིས་ནས་འགྲིག་གི་མ་རེད་ཞུ་ཡ་ཡིན་ད་དེ་རྩ་བ་གཉིས་ནས་ཨ་ནི་རྩ་བ་གཉིས་ནས་ང་ཚོ་ཡི་གོང་ས་མཆོག་ལ་ཡིན་ན་ག་ཤ་ཡིག་ཕུལ་ཡ་ད་གོང་ས་མཆོག་ལ་ཡ་དངོས་གནས་ཡིན་ད་འུ་ཐུག་ནི་ལས་ཀ་གོང་ས་མཆོག་ལ་ར་ཞུ་ཡ་གྱི་མ་ཞུ་ལྷག་མི་འདུག་ཞུ་ཡ་ཡིན་ར་གོང་ས་མཆོག། གོང་ས་མཆོག་དངོས་གནས་ཀྱི་ཤེས་རབ་ཟིན་དངོས་གནས་ཀྱི་མི་ག་འདྲས་ར་བོ་སྦྱིན་པ་ཡིན་ནས་གོང་ས་མཆོག་གི་ཞབས་གཉིས་ཅི་ག་ལ་ལྟ་དགོས་རེད་ར། ད་ཁྱོད་ཚོ་གིས་སུ་ནུ་ཨ་ནུ་དག་ལ་ཡང་གལ་སྲིད་སུ་ནུ་ཨ་ནུ་དག་གིས་ད་ལྟ་སྙན་ངག་འབྲི་ཤག་ཆོག་འདི་གང་ལ་ཁྱོད་རང་ཚོས་བཤད་ཀྱི་ཡོད་པ་ཡིན་ན་ནི་ཁྱོད་རང་ཚོས་ཆབ་སྲིད་རང་གི་ཆབ་སྲིད་རང་འཁྲབ་ནི་རེད་མ་གཏོགས་ཀྱི་སྙན་ངག་འདིའི་ནང་ལོ་ཡ་ཁོ་རང་གི་ཉམས་ཞིབ་པ་རང་བྱས་ནས་ཨ་ནི་སྐད་བཤད་ཤག་ཆོག་ཅི་རེད་འདུག་མ་ཚོ་གོང་ས་མཆོག་ལ་ཡང་ཨ་ནི་འདི་ཨ་ནི་ག་ལ་དགོས་རེད་གོང་ས་མཆོག་ལ་ཡང་ཨ་ནི་ག་ལ་དགོས་རེད་ད། ཚད་མེད་བཤད་ཤག་ཆོག་ཅི། རྩ་བ་གཉིས་ནས་རེད་མི་འདུག་ཟེར་བ། ཨ་ནི་སྙན་ངག་པ་ལའི་སོ་སོ་སོའི་སྙན་ངག་ལ་སོ་སོ་རང་གི་མ་སུ་གཅིག་འདྲ་ཞིག་རྒྱག་ཐུབ་མ་ཏི། ག་ལ་སྙན་ངག་ལ་སོ་སོ་རང་གི་སེམས་པ་ནས་བྲིས་ནས་བསམ་ནས་བྲིས་དགོས་གོ། ཨ་ནི། ཁྱོད་རང་གི་ཕ་ཕྱོགས་སུ་མི་ཤེས་ནག་པོ་རྒྱག་ཅེས་ནན་པ་དགུ་པ་དེ་ནན་པ་དྲུག་པ་འཐུང་གི་རེད་ང་ཚོ་གིས་ནན་པ་དྲུག་པ་དེ་ནན་པ་དགུ་པ་འཐུང་གི་རེད། དེ་ཡིན་དུས་བསམ་པ་ལ་ཁྱོད་རང་ཚོས་གལ་སྲིད་སྙན་ངག་དེ་ལྟར་ནས་ཁྱོད་རང་ཚོས་ཀྱི་སུན་ཧྭ་ཨན་ཐར་ལ་ཡང་གོང་ས་མཆོག་མཇལ་ཁ་མ་བཏང་བ་ཡིན་ན་ཁྱོད་རང་ཚོས་སུན་ཧྭ་ཨན་ཐར་ལ་དགོངས་དག་ལབ་པ་མ་ཚད། ཨ་ནི་སུན་ཁྱོད་རང་ཚོས་ཀྱི་ག་རེ་ཡིན་ནའི་གལ་ད་ཆབ་སྲིད་སྒང་ལ་ཡང་ཁྱོད་རང་ཚོ་གི་ཆབ་སྲིད་སྒང་ལ་ནས་ཨ་ནུ་སུ་ནུ་ཨ་ནུ་ཐ་ལ་ཡང་འཇིགས་སྐལ་བཏང་མེད་ལ་ནས་ངོས་ལེན་བྱེད་པ་ད་སྐྱིད་པ་སྐྱིད་ཆང་ཆགས་ཀྱི་ཡོད་ད། ཆབ་སྲིད་སུ་ནུ་ཨ་ནུ་ཐ་གི་ཆབ་སྲིད་ཁྱོད་རང་ཚོ་མཉམ་དུ་ལྟ་གྲུབ་མ་ཐོན་ཙང་ཁྱོད་རང་ཚོ་གི་སུ་ནུ་ཨ་ནུ་ཐ་འཇིགས་སྐལ་བསྔགས་མེད་པ་གི་ཨ་ནི་སྐྱིད་ཆུང་ད་ག་རང་གི་ཚོང་གི་ཡོད་ད་ཟེར་བ། དེ་དེ་སྐྱིད་རྒྱ་ཆ་ཅན་རྒྱབ་ད་ང་ཚོ་བོད་པ་དེ་ཚོ་གི་ག་རེ་མོ་ག་རེ་བཤད་པ་ཡིན་ན་ཡང་གལ་སྲིད་ད་སྙན་ངག་གི་ཤོག་ལོ་གཉིས་འདུག་ཨ། སུ་ནོ་ཨ་མི་ཐག་གིས་སྔོན་མ་ཉིས་སྟོང་བཅུ་གཉིས་བཅུ་གསུམ་ལ་སྤྲོད་བཞག་རྒྱུ་དེའི་སྒང་ལ་ཡང་ཁོ་ཚོ་གིས་སུ་ནོ་ཨ་མི་ཐག་གི་གོང་ས་མཆོག་ལ་མཚན་སྨད་ཞུ་རུ་ལབ་པ་ཡིན་ན་ད། འོ་ད། ཆབ་སྲིད་རང་གི་སྒང་ལ་རེད་མ་གཏོགས་སུ་ནོ་ཨ་མི་ཐག་གིས་ཁོ་རང་ཚོ་ལ་རྒྱབ་སྐྱོད་མ་བྱས་པ་དང་ད་ལྟ་སྲིད་འགྱུར་སྤེན་པ་ཚེ་རིང་ལ་རྒྱབ་སྐྱོད་མ་བྱས་པ་དང་ད་ག་ན་ཤེས་ཆབ་སྲིད་ཀྱི་ལྟ་གྲུབ་དེ་མ་ཐོན་པ་གཅིག་པུ་གིས་ཁོ་རང་ཚོ་ནག་ཉེས་ཁ་ཡོད་བཟོ་རྒྱུ་རེད་འདུག་མ་གཞི་དེའི་སྒང་ལ་བལྟ་བ་ཡིན་ན་རྩ་བ་ཉིད་ནས་སུ་ནོ་ཨ་མི་ཐག་གིས་གོང་ས་མཆོག་ལ་ཡང་ཨ་ནི་མཚན་སྨད་ཞུས་མི་འདུག་ཟེར་བ། ད་དེ་ངེད་ཀྱིས་གསལ་བོ་བྱས་ནས་ཞུ་གི་ཡོད་རེད་བ། ད། དེ་མིན་པ་ཡི་ད་ལྟ་ཁྱོད་རང་ཚོ་སྲིད་སྐྱོང་སྤེན་པ་སི་རིག་གི་རྒྱ་ཆུ་བ་དེ་ཡ་གི་དྲ་རྒྱ་ནོར་བཤད་རྒྱུ་ཚང་མ་ངས་ཉག་དེ་ཡི་བ། ཁ་ལོ་ན་རྒྱ་གར་གསང་བ་ལས་ཁུངས་དང་ཨ་ནི་ང་ཚོ་གི་བདེ་སྲུང་ལས་ཁུངས་དང་ད་ག་ལ་ཆེ་གི་སྐུ་གི་ཡིན་ཙང་ཚང་མ་རྒྱུ་ནི་ཨ་ནི་མ་དེ་བཟོ་རྒྱུ་གི་རེད་མ་ཏོ་ག་ལ་གུ་རེ་སི་ནོ་ཨ་ནི་ད་ལ་ཡ་ཨ་ནི་ག་ལ་གུ་རེ། འཇིགས་ཁ་མ་སྤྲད་ཆོག་གི་རེད་མ་གཏོགས་རྩ་བ་ཉིད་ནས་ཨ་ནི་ལས་སླ་བོ་དེ་འདྲ་མ་བཟོས་སྲིད་གི་མ་རེད་ལགས་འདུག་གལ་སྲིད་དེ་འདྲས་ཡིན་པ་ཡིན་ན་ཨོ་ད་སོན་ཨ་ན་ད་ཁོ་རང་འདུག་བ་ག་རེ་ཡིན་པ་ཡིན་ན་འདྲ་བཤད་རྒྱག་རོགས་གནང་རོགས་ཨ་ཁོ་རང་སྐོར་ལ་ང་ཚོ་གི་ཧ་གོ་ཉེ་དྲུག་འདུག་ར་གསལ་བོ་བྱས་ནས་ད་འདྲས་གསལ་བོ་གསལ་རྐྱང་བཟོ་རོགས་གནང་ཁོ་རང་གི་གར་བྱས་ཡོད་པ་ཡིན་ན་གི་ཏིང་ངེ་འདས་སུང་དང་སྲིད་སྐྱོང་གཉིས་ཀ་ལ་ཞུ་གི་ཡོད་རོགས་ཨ་སོན་ཨ་ན་ད་གི་ནོར་འཁྲུལ་གར་བྱས་པ་ན་གསལ་བོ་བཟོ་རོགས་གནང་ཁོ་རང་གི་དངོས་གནས་ད་གསང་བ་ལས་ཁུང་གི་དེ་འདྲས་གི་དོགས་པ་ཟ་དགོས་ཡ་གི་ལས་ཀ་གར་བྱས་ཡོད་ན་དེ་ཚང་མ་ལ་གསལ་བོ་བཟོ་བཞག་རོགས་གནང།

སྙན་ངག། སྙན་ངག་ཇི་སྙེད་ཁོ་རང་གིས་ཁོ་རང་གི་སྙན་ངག་གར་བྲིས་མི་འདུག་ཁོ་རང་འདྲ་ཞིག་ཀྱང་ཐུག་གི་རུ་མ་འདུག་དེ་ད་གར་ཚོད་ཅིག་དེ་གི་ཞི་མི་གི་སྐྱོན་བརྗོད་དང་ཡ་ལ་བཙུགས་བཞག་ཡ་ཡོད་མ་རུ་བ། དེ་ཡིན་དུས་བསམ་པ་ལ་ཡང་ངས་རེ་བ་ཞུ་གི་ཡོད་རུ་བ་རེ་བ་ང་རང་གི་རེ་བ། ད་དེ་གཙང་མ་དེ་འཇོག་པ་འཇོག་པ་བཟོ་རོགས་གནང་ཟེར་བ། ག་ཅིག་ལ་ན་སུ་ནོ་ཨ་ནུ་ཐག་གི་ནི་མི་ཚེ་དང་ཁོ་རང་དེ་ལ་ཉེན་ཁ་ཡོང་མ་སྲིད་པ་རྩ་བ་ཉིད་ནས་མ་རེད་རུ་བ། ག་ཅེས་ལབ་ན་གོང་ས་མཆོག་ང་རང་ཚེ་མི་མི་མང་ཚང་མ་གི་ཨ་ནི་དྲིན་ཆེན་གི་ཕ་མ་ནང་བཞིན་སོ་སོའི་ཕ་མ་ལས་ལྷག་ཆ་ཡོད་དུ་བསམ་པ་ལ་ཡ་ཏི་དགུང་ལོ་དགུང་ལོ་གོ་བཅུ་ལས་ཕེབས་ཤ་ལས་དགུ་སྟོན་དགུ་སྟོན་དགུ་སྟོན་གི་བརྟན་བཞུགས་ཕི་ག་ལ་ཕ་ད་རང་ས་ལ་ཡ་སོ་སོ་གི་འགྲོ་སོང་ཆ་ཚང་སོ་སོ་གི་བཏང་ནི་ཕ་ད་རང་ས་ལ་འགྲོ་དུ་བསམ་པ་ལ་ཡ་དེ་ལ་ཡ་ཨ་ནི་གོང་ས་མཆོག་མཇེ་ཁ་བཏང་མ་བཅུ་ཡ་དེ་གི་བློ་ཕམ་ག་ཚོད་བྱུང་གི་རེད་རོ་ཨ་ཏི་བྱས་འདུག་སུ་ནོ་ཨ་ནི་ད་ཀྱི་མི་ཚོ་ལ་ཡ་གནས་འགའ་ག་རེ་འདྲ་བོ་ཞིག་བྱུང་པ་ཡིན་ནའི་ཀྱི་བདེ་སྲུང་དང་ཨ་ནི་སྲིད་སྐྱོང་གཉིས་ཀྱི་རྒྱལ་ཁྱེར་བོ་བྱུས་ཟེར་བ་ཨ་ད་ག་ནས་ཤེས་ཀྱི་ད་ད་འདྲ་ཁོ་རང་ཡང་འདྲ་བོ་ཡིན་པ་ཡིན་ན་དངོས་གནས་ཀྱི་ང་ཚོ་བོད་མི་དམངས་ལ་ཡ་རྒྱལ་ཞེན་ཡོད་རྒྱུ་བློ་སེང་དཀའ་བ་དངོས་གནས་ཀྱི་ལྷོ་གཞོང་ཚེ་འདི་ཟླ་གཞུག་གཉིས་ལྡན་ཨ་ནི་ད་ག་ནས་ཤེས་ཀྱི་ཁོ་རང་གི་ནང་ནང་འདྲ་བོ་ཆགས་ཤར་བ་ཡིན་ན་ཡང་ཁོ་རང་དངོས་གནས Czech Republic གི་བུ་མོ་ལོ་ཆུང་ཆུང་གཉིས་རྗེས་མོ་ཡང་ཆང་བཟོ་བྱས་སྤུ་གུ་ལོ་ལྔ། ཨ་ནི་ཁོ་རང་དངོས་གནས་ཀྱི་ཚོང་ལས་སྒང་ལ་ཡང་ཚོང་ཁང་བཞི་ལྔ་ཡོད་ཆོག་གི་དངོས་གནས་ཀྱི་དངོས་གནས་ཀྱི་ང་རང་བོད་པ་སྤོབས་པ་སྐྱེས་བྱུང་ཡ། ད་ད་ག་རང་ངས་སྲིད་འབྱོར་སྤེན་པ་ཚེ་རིང་ལ་སྐད་ཆ་ཁ་ཐུག་དྲི་ཡ་ཡིན། གལ་སྲིད། སུ་ནོ་ཨ་ནི་ཐ་ལ་དེ་འདྲའི་དོགས་པ་ཡག་རྒྱུ་གནད་འགག་ཡག་རྒྱུ་སྡུག་ཅག་དེ་འདྲ་ཡིན་པ་ཡིན་ན།

ཚོགས་པ་ཡི་ཚོགས་དུ་རེད་བསམ་གྱི། ཚོགས་པ་ད་ག་རང་ག་ལ་ཁྲ་སྐད་བྱས་ནས། ཚོགས་པ་ད་ག་རང་རྩ་མེད་བཏང་བཞག་དགོས་བསམ་ནས། ཨ་ནི་སུ་ནོ་ཨ་ནི་ཐ་མི་གཅིག་གི་མི་ཚེ་འཁྲུག་གང་ཟག་འཁྲུག་ལ་བཏང་བྱས། ཨ་ནི་ཁོ་གོང་ས་མཆོག་ལ་ཡ་མཚན་མེད་ཞུ་ངེས་རེད། ཡང་མེད་ན། ད་ཁྱོད་རང་ཁོ་རང་རྒྱབ་སྐྱོར་བ་དེ་གས་བཤད་སྟངས་ལྟར་ན་ནི། ཨོ་ད། རྒྱ་གར་གསང་བ་ལས་ཁུངས་དང། ཨ་ནི་བདེ་སྲུང་ལས་ཁུངས་ལས་འདྲ་མིན་ལ་བཤད་ཡག་དོ་དེ་གས་ཚང་མ་དེ། སེར་བོ་སེར་སྤྱང་མ་ཟ་བ་ཡིན་ན། ད་རིགས་དེ་ཏག་ཏག་བདེ་པོ་བ་མ་རྟགས། ཁྱོད་རང་ཚིག་གི་ལས་ཀ་དེ། ལས་དང་ད་ག་རང་གི་ཡིད་ཆེས་དང། ཨ་ནི་ང་ཚོ་ཚང་མ་དེ་བླ་འགྲོ་འུར་གདའས། ང་ཚོ་ད་ལྟ་དེ་ལ་སྐྱར་བཤད་འདོད་ངེས་དེ་ཡ་དེ་བཤད་དེ་ཡ་དེ་ཡ་དེ། ང་བོད་ལ་འགྲོ་ནས་ཞི་དྲག་འགྲོ་འུར་བ་མ་རེད། བོད་ནང་ལ་ཆ་ཚང་ཧ་གོ་གི་འདུག་གདའས། དེ་ཡ་དེ་དྲན་པ་མ་བྱེད་པ་བྱེད་གདའས་ཁྱོད་རང་ཚོ་དགེ་བ། ད་ག་ནས་ཤེས་ཀྱི་བོད་ནང་གི་མི་མང་སེམས་ཤུགས་བཅག་ཡག། བཙན་བྱོལ་ནང་གི་མི་མང་དུམ་བུ་དགུ་ཐོད་ལ་བཏང་ཡག། དེ་འདྲིས་ཀྱི་ཆབ་སྲིད་རྩོད་པ་བཙལ་ཡག་དེ་ཁྱོད་རང་ཚོ་ཡིན། ད་ཅི། ག་འདྲི་ཞུ་དགོས་རེད་ད་སྐད་ཆ་ཐད་པོ་དེ་འདྲི་ཞུ་བ་ཡིན་ན། ལུང་པ་ལ་དཔའ་བར་མེད་ས་དེ་ངོ་ཚ་ཡ་རེད་ལ་ཡ་བྱུ་ཨ་ང་ཚོ་བོད་པའི་གི་གནས་སྟངས་ལ། འོ་དེ་འདྲི་ཆགས་བསྡད་ཡོད་རེད་ད་དེ་ཡིན་དུས་བསམ་པ་ལ་ད་རེས་དེ་འདྲེ་བཤད་གཙང་མ་དོན་དྲ་དེའི་ནང་ལ་རྒྱག་ཐུབ་པ་གནང་རོགས་གནང་ཟེར་བ། གལ་སྲིད་དེ་འདྲེ་བཤད་རྒྱག་ཡ་མེད་པ་ཡིན་ན། ད་སུན་ནོ་ཨ་ནུ་ཐ་ཁོ་རང་ཡང་ཇག་རྡ་རོ་ས་ལ་ཡང་འགྲོ་དུས་བསམ་པ། ཨ་ནི། ད་གནས་ཚུལ་དེ། ག་འདྲི་འདྲ་བོ་ཞིག་ཆགས་ཀྱི་ཡོད་པ་ཡིན་ན། རྒྱལ་ཚོགས་མ་ཁྱོད་རང་ཚོ་ཁྱེར་དགོས་ཡོད་རེད་ཟེར་བ། ག་ཅིག་ལ་ན་ཁོ་རང་གི་ད་ལྟ་བར་དུ་བོད་སྤྱི་པ་ལ་ཆེད་དུ། ཕྱག་ལས་དེ་འདྲ་མང་པོ་གནང་ཡོད་རེད་ཅེཀ་རི་པི་པི་ལིག་ལ་ཡང། ཁོ་རང་དཀའ་ལས་བརྒྱབ་ཅིང་དངོས་གནས་ང་རང་བཙན་བྱོལ་གཞུང་གི་གནད་ཡོད་མི་སྣ་སུ་ཕེབས་པ་ཡིན་ན་ཁོ་རང་སྣེ་ལེན་བྱེད་ཁར་འགྲོ་འོས་རེད། བོད་རིགས་ཐོབ་བོད་རིགས་མཐུན་ཚོགས་ཀྱི་འགན་འཁྱེར་བྱས། ད་རིས་ཕ་ཞོག་སླད་དུ་བསམ་པ་ལ་ཡང། བོད་རིགས་མཐུན་ཚོགས་ཀྱི་ཨ་ནི། ཡུ་རོ་ཁཱན་བོད་རིགས་ཀྱི་ཚོགས་པ་གི་རྒྱུ་ལས་འགྲོ་ཉེ་ཚང་མ་ལ་ཡང་ཨ་ནི། དེ་བྱེད་བྱུས་ག་ལ་དགོས་རེད། གོང་ས་ཤོག་ལ་ཡང་མཇལ་ཁ་ཞུ་བྱུས་བྱས་ཁོ་རང་གཅིག་པོ་ལ་ཞུ་མ་བྱུས་ཨ་དེ། གལ་སྲིད་རེད་ད་གལ་སྲིད་སུན་ཧྲན་ཐའི་གིས་དངོས་གནས་ནག་ཉེས་ཡོད་ཆོག་ཅིག་དང་རྒྱ་གར་གསང་བ་ལས་ཁུངས་ཀྱིས་ཁྱོད་རང་ཚོ་ལ་བཤད་བཞག་ཆོག་ཅིག་དང་ཨ་ནི་བདེ་སྲུང་ལས་ཁུངས་ཀྱིས་ཨ་ནི་དེ་ལ་ཡང་ཐག་གཅད་བྱས་བཞག་ཆོག་ཡིན་པ་ཡིན་ན་འོ་ད་ཁོ་ག་རེ་བྱས་པ་ཡིན་ན་གསལ་པོ་གནང་རོགས་གནང་རོགས། དེ་ཅི་མ་མ་བྱས་བཤད་མ་འཇོག་གིས་མི་ལ་ནག་ཉེས་ཁ་ཡོད་བཟོ་བ་ཡིན་ན་རྩ་བ་ཉིད་ནས་རེག་མ་བལྟ་རོགས། དེ་ཡིན་དུ་བསམ་པ་ལ་ད་ད་རིགས་ལྔ་ནི་ཐོ་ཆག་གོ་ཆག་ཅེས་ཐད་དོང་སླེབས་པ་ཡིན་རོ། ད་རན་པས་རན་པས་ཅེ་ནི་ཡོང་གོ་ཁིག་གིར་རན་པས་རན་པས་ཅེ་ནི་དེ་གཙང་མ་མ་ཆག་པ་དོང་ང་ཚོ་གིས་ལས་འགུལ་སྤེལ་གོ་ཁིག་གིར་བ། འོང་དེ་འདྲ་ཡིན་ཞུ་ཡ་ཡིན་ཨ་ནི་ཚང་མ་ལ་ཐུགས་རྗེ་ཆེ་ཨ་ནི་སྐད་ཆ་དེ་ཞིག་དེ་ཡིས་ངེད་ཀྱིས་ད་ལྟ་ཕེས་བུག་དེ་ནང་ལ་བཤད་བྱས་ཀྱི་ཁྱོད་རྣམ་པས་དྲན་པ་མ་བྱེད་པ་གནང་རོགས་གནང་ཨ་ནི་ང་རང་ཚོ་བོད་རིགས་སྤུན་ཟླ་དེ་ཚོ།

ཁ་གཏད་བཅག་དགོས་ཡ་དེ་པདྨ་སེ་གེ་ཆེན་པོ་ཆེ་བོ་རེད་ཤོད་ཡིན་ད། ང་ཚོ་ཉིས་སྟོང་ཉི་ཤུ་ཉི་ཤུ་རྩ་ལྔ་གི་ཨ་ནི་འོ་བསྡུ་ཆེན་པོ་འདི་ལ་ཡ་སེམས་ཤུགས་ཆག་དགོས་ཡ་གལ་སྐུ་ཆུ་ཡོད་མར་ཚང་མ་ལ་གྲ་སྒྲིག་ཨང་གསར་ཡོད་རེད་ཤོད་ཡ་ཡིན་རོ་ཨ་དེ་ཡིན་དུ་བསམ་པ་ལ་ཡ་ཁྱེད་རྣམ་པ་སེམས་ཤུགས་མ་ཆག་པ་བྱེད་ནི་རྒྱབ་སྐྱོར་གནང་ཡ་དང་ཨ་ནི་རྒྱབ་སྐྱོར་གནང་ཡ་ཨ་ནི་ང་རང་ཚིག་གི་འོ་ཤོག་སུ་ལ་བླུག་དགོས་འདུག་སུ་ལ་བླུག་དགོས་མིན་འདུག། ད་སུས་ཀྱི་ཆོས་རེད་བྱས་ཡིན་སུས་ཆོས་རེད་བྱས་ཡིན་མི་འདུག་འདི་ག་ཚང་མ་ཁྱེད་རྣམ་པས་མཁྱེན་གསལ་རེད་དངོས་གནས་ང་ཚོ་ང་ཚོ་མི་དམངས་འདི་ལ་ཡང། སེམས་ཤུགས་མ་ཆག་པ་བྱས་ནས་དངོས་གནས་ཁོ་རང་གི་ཤུགས་རྒྱག་ཡ་དེ་དྲན་པ་མ་བགྱིས་པ་གནང་རོགས་གནང་ཟེར་བ། ཨ་ནི་ང་འདྲ་བོ་ཡིན་ན་སོ་སོ། ཁམས་པའི་བུ་མོ། སྤོབས་པ་བྱེད་ངེས་ཀྱི་ཡིན་ཞུ་ཡ་ཡིན་རོགས་ཨ། ད་ལྟ་བར་དུ་མི་རིགས་འདི་ནག་པོ་བྱས་ཐུབ་ཡ་ཐབས་ཤེས་བཏང་སོང་མི་རིགས་འདི་ལ་ཡང་ཨ་ནི།

ཡན་གཅིག་ག་ལ་རྒྱ་རོ་ནག་ཤོད་ཡིན་དང་རྡོ་རྩ་གཅིག་བསྒྲིགས་ཐོག་ལ་ནས་རྡོ་རྩ་རྡོག་གཅིག་ཏུ་བསྒྲིགས་ནས་ང་ཚོ་ཚང་མ་ནག་ལོ་ལ་གཏད་གཏད་ཆ་འགའ་ཆོད་འགའ་ཐུག་འདུག་བསམ་པ་ལ་ཡང་ཨ་ལས་བསམ་ནས་ང་ཚོ་ནག་ལོ་དེ་འདྲས་བྱེད་ཀྱི་མི་འདུག་ཨ་བསམ་ནས་རོ་ཨ་གཅིག་གཅིག་ལ་ཁོ་པ་རྒྱག་ནས་ང་ཚོ་གིས་ཤུགས་རྒྱ་རོ་ནག་ཤོད་ཡིན།